རེད་རེད་བ་ད་ག་ད་བསླབ་ནི་ཤེས་དགོས་ཡ་གཅིག་ད་ཨེ་ནི་མིག་དཔེ་བལྟ་ས་ཞིག་དགོས་ཀྱི་ཡོད་པ་ཡིན་དུས་ཙང་ནས་བླ་མ་དགེ་བའི་བཤེས་གཉེན་ད་ཞིབ་བཤེར་གལ་ཆེན་པོ་བྱ་གི་ཡོད་རེད་སྤྱིར་བཏང་ང་རང་ཚོས་སློབ་སྦྱོང་སྤྲོད་ཡ་ཡིན་པ་ཡིན་ན་ཡང་སློབ་སྦྱོང་སྤྲོད་མཁན་གྱི་དགེ་རྒན་གལ་ཆེན་པོ་བྱ་གི་ཡོད་རེད་ད་ལྷག་པར་དུ་ཡ་ང་རང་ཚོས་དེ་ཞིག་སེམས་ལ་སོབ་ཆུ་རྒྱག་སྟངས་གཅིག་དེ་ཕྱི་ལོག་ལ་འདུག་ཧོབ་ཁ་ལས་མིག་དཔེ་བལྟས་ནི་མིག་བལྟས་ནི་དཔེ་ལྷག་ཡ་གཅིག་ཧ་ལམ་མི་འདུག་ག། ཅིག་ལག་སོར་བཞི་པ་ཡིན་ན་མིག་ལྟ་བཞིན་ལྟ་བཞིན་བྱས་ནས་ཁོ་ཅིག་དཔེ་རུ་བལྟས་བྱས་བྱས་ལན་ལྟོས་རུ་བྱས་ཡུན་འགོར་བ་ཁོ་སེམས་ལ་ཟོབ་ཆོས་དེ་ཧ་གོ་ཉམས་མྱོང་ཡོད་ངེས་ཅིག་ཨེ་ནི་སེམས་ཀྱི་ཟོབ་ཆོས་ཀྱང་ར་མ་ཁྲིག་གི་ཁྲིག་གི་བྱས་ནས་འགྲོ་ཡ་མ་གཏོགས་ཨེ་ནི། མིག་དཔེ་བལྟས་ནས་ཡོང་ཐུབ་ཡ་མི་འདུག་ག། ཆ་དེ་འདྲ་ཡིན་པ་ཡིན་དུས་ས་ནས། པོ་ཏོས། ཨེ་ནི། ཚེ་འདིའི་བྱ་བ་གཏན་ནས་བྱས་ཆོག་པ་ལའང་སློབ་མཁན་མེད་པར་མི་འོང་ན། ངན་སོང་ནས་འོང་མ་ཐག་པ། སྔར་འགྲོ་མ་མྱོང་བའི་སར་འགྲོ་བ་ལ་བླ་མ་མེད་པར་ག་ན་འོང་གསུང་བ་ནང་བཞིན་དེ་འདྲ་ཡིན་པ་རེད། ས་དེ་འདྲ་ཡིན་དུས་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་དང། བཤེས་གཉེན་ཚུལ་བཞིན་དུ་བསྟེན་པའི་ཐོག་ནས། ཨེ་ནི། བློ་རིམ་གྱིས་ཇི་ལྟར་སྦྱང་བའི་རིམ་པའོ། དང་པོ་ལ་གཉིས། ངེས་པ་སྐྱེས་པའི་རིགས་ཅུང་ཟད་སྤྲོས་ཏེ་བཤད་པ་དང་ཅུང་ཟད་མདོར་བསྡུས་ལ་བསྟན་པའོ། དང་པོ་ནི། སྙིང་པོ་ངེས་པར་བསྡུ་བ་ལས། བྱོའི། ཆུང་ཆུང་རྒྱ་ཆ་ནང་གི་མེ་འགྲོ། སྙིང་པོ་ངེས་པར་བསྡུ་བ་ལས། རིགས་ལ་གནས་པའི་གང་ཟག་དེས། རིགས་ལ་གནས་པའི་གང་ཟག་དེས་བཤེས་གཉེན་དམ་པ་བསྟེན་བྱས་ལ་ཞེས་དང་པོ་ཟློ་བའི་གསུང་སྒྲོས། དགེ་བཤེས་ཟློས་པས་བསྒྲིགས་པ་ལས་ཀྱང་མན་ངག་ཐམས་ཅད་བསྡུས་པའི་མགོ་ནི་བཤེས་གཉེན་དམ་པ་མི་ལྡང་བ་ཡིན། ཞེས་འབྱུང་བ་ལྟར། སློབ་མ་ལ་རྒྱུད་ལ་ཡོན་ཏན་སྣ་གཅིག་སྐྱེ་བ་དང་སྐྱོན་སྣ་གཅིག་འདྲིས་པ་ཡན་ཆད་དེ་ལས་ཐམས་ཅད་ཀྱི་འབྱུང་གནས་ནི་དམ་པའི་བཤེས་ཡིན་པས་ཐོག་མར་དེ་བསྟན་པའི་ཚུལ་གལ་ཆེ་སྟེ་བྱང་ཆུབ་སེམས་དཔའི་སྡེ་སྣོད་ལས། མདོར་ན་བྱང་ཆུབ་སེམས་དཔའི་སྤྱོད་པ་ཐམས་ཅད། མདོ་ཕལ་ཆེན་མི་འདྲ་བ་བྱང་ཆུབ་སེམས་དཔའི་སྡེ་སྣོད་ཕལ་ཆེན་ཡིན་ན། ན་བྱང་ཆུབ་སེམས་དཔའི་སྡེ་སྣོད་ལས། མདོར་ན་བྱང་ཆུབ་སེམས་དཔའི་སྤྱོད་པ་ཐམས་ཅད་ཐོབ་ཅིང་ཡོངས་སུ་རྫོགས་པ་དང། དེ་བཞིན་དུ་ཕ་རོལ་ཏུ་ཕྱིན་པ་དང་བསགས་དང་བཟོད་པ་དང་ཏིང་ངེ་འཛིན་དང་མངོན་པར་ཤེས་པ་དང་གཟུང་དང་སྤོབས་པ་དང་བསྔོ་བ་དང་སྨོན་ལམ་དང་སངས་རྒྱས་ཀྱི་ཆོས་ཐམས་ཅད་ཐོབ་ཅིང་ཡོངས་སུ་རྫོགས་པ་ནི། བླ་མ་ལ་རག་ལས། བླ་མ་རྩ་བར་གྱུར། བླ་མ་ལས་བྱུང། བླ་མ་སྐྱེ་གནས་དང་སྐྱེ་མཆེད་དུ་གྱུར། བླ་མས་བསྐྱེད། བླ་མས་སྤེལ། བླ་མ་ལ་བརྟེན། བླ་མ་རྒྱུར་གྱུར་པ་དག་གོ་ཞེས་གསུངས་པའི་ཕྱིར་རོ། པོ་ལྟོས་བའི་ཞལ་ནས་ཀྱང་རྣམ་འགྲེལ་སྒྲུབ་པ་ལ་བླ་མ་ལས་གལ་ཆེ་བ་མེད་དེ་ཚེ་འདིའི་བྱ་བ་གཏན་ནས་བྱས་ཆོག་པ་ལ། སློབ་མཁན་མེད་པར་མི་འོང་ན་ངན་སོང་ནས་འོང་མ་ཐག་པ། འགྲོ་མ་མྱོང་བའི་སར་འགྲོ་བ་ལ་བླ་མ་མེད་པར་གང་ན་འོང་གསུང། དེ་ལྟར་ན་བཤེས་གཉེན་བསྟེན་ཚུལ་ལ་དྲུག། བསྟེན་བྱ་དགེ་བའི་བཤེས་གཉེན་གྱི་མཚན་ཉིད་བསྟེན་བྱེད་སློབ་མའི་མཚན་ཉིད་དེས་དེ་གཞི་རྩར་བསྟེན་པའི་ཚུལ་བསྟེན་པའི་ཕན་ཡོན་མ་བསྟེན་པའི་ཉེས་དམིགས་དེ་དག་གི་དོན་བསྡུ་བའོ། ད་སྤྱིར་བླང་དོར་གྱི་གནད་སྟོན་མཁན། ལམ་ཁྲིད་མཁན། དེ་འདྲ་ཅིག་དགེ་རྒན་གོ་གི་ཡོད་པ་དེ་ད་ཅིག་ཐུན་མོང་དུ་ལྷུང་ཡོད་པའི་རིག་གནས་ག་བ་ཡིན་ནའི་ཅིག་མུ་སྟེགས་པ་ཚོ་ཡིན་ནའི་བླ་མ་དེ་ཞིབ་ཚགས་ཆེན་པོ་བྱེད་ཀྱི་འདུག་ག་བླ་མས་ཨནི་སྣོན་ལྡན་གྱི་སློབ་མ་ཉུང་ཤས་ཉུང་ཤས་ལ་ཡ་ཨནི་རང་རང་གི་ཅིག་གདའ་ག་ཚོགས་རེད་བོད་སྐད་ཅིག་བསམ་གཏན་གོམ་ཡག་གི་མཚོན་པའི་འོག་དེ་ཚོའི་གྲས་བསྟན། ལྷག་པར་གསང་སྔགས། གསང་སྔགས་ཀྱི་ཆོས་ལ་ནང་པའི་གསང་སྔགས་ཡོད་རེད། མུ་སྟེགས་པའི་གསང་སྔགས་འདུག་ག། མུ་སྟེགས་པའི་གསང་སྔགས་དེ་ཚོའི་གྲས། བླ་མས་དཔེ་ལྐོག་ཤུགས་བཟོ་རུ་བྱས་རེད། ད་བར་ནང་ཡ། དེང་སང་ཡིན་ནའི་བེད་སྤྱད་ཡོད་ས་རེད། མུ་སྟེགས་པའི་གཞུང་དེ་ཚོའི་གྲས་ཀྱིས་ང་ཚོ་བོད་ལ་གསང་སྔགས་དེ། ས་བདག་རྡོ་བདག་ཕྱིན་ཆད་ཞི་བ་ཁྱབ་གདལ་ཕྱིན་པར་བ། མུ་སྟེགས་པའི། ད་དུང་ཡིན་ན་ཡང། བལ་ཡུལ་དེ་བ་ལས་ཡོད་ས་རེད་རྒྱ་གར་དེ་བ་ལས་ཡོད་རེད། ཨོ་བྱས་ནས་གང་ལྟར། ཅེས་གསང་སྔགས་སྨན་བསྟན། ཐུན་མོང་མ་ཡིན་པར་བཅུ་ལ་ཡང་ནི་ལྐོག་ཆོས་ཀྱི་སོ་ར་བྱེད་ནི་སྣང་ཡང་ཅི། ད་ལྟ་ཡིན་ནའི་ཕྱག་སྲོལ་དེ་ཡོད་ས་རེད། བྱས་ཙང་བ་ད་གང་ལྟར་བླ་མ་ལ་བསྟེན་ནས་ཡོང་དགོས་ཡ་ཞུ་བ་གལ་ཆེན་པོ་རེད། ད་བླ་མ་བསྟེན་སྟངས་དེ་ཨེ་ནི། དཔེར་ན་འདུལ་བའི་སྐབས་ནས་ཡང་བླ་མ་བསྟེན་སྟངས་གཅིག་གསུང་གི་ཡོད་རེད། བྱང་སེམས་ཀྱི་སྡེ་སྣོད་ཀྱི་ཁུ་ཐུག་ནས་བླ་མ་བསྟེན་སྟངས་གཅིག་གསུང་གི་ཡོད་རེད། ཨེ་ནི། སྔགས་ཀྱི་གཞུང་གི་ཁུ་ཐུག་ནས་ཡང་བླ་མ་བསྟེན་སྟངས་གཅིག་གསུང་གི་ཡོད་རེད། གང་དང། གཅིག། ལམ་གྱི་ཁོག། མི་འདྲ་བ་ཡོད་པ་ཡིན་དུས་ཚང་ནས། གཅིག། དེ་དང་བསྟུན་པའི་གཅིག་བླ་མ་ལ་འདུ་ཤེས་བཞག་དང་བླ་མ་ལ་བསྟེན་སྟངས་དེ། སྟངས་སུ་དང་ཟབ་ལུས་དང་མི་འདྲ་བའི་ཁྱད་པར་དང་ཡོང་ཡག་རེད་ཟེར་བ། དང། ལམ་རིམ་ཁ་ཐུག་ལ་ཡང། ཡི་གེ། རྣམ་མཁྱེན་གྱི་ས་ལ་ཡང་འདྲེས་པར་བྱེད་པས་གསང་སྔགས་རྡོ་རྗེ་ཐེག་པའི་དང་ལམ་ལ་ཡང། དཀྲི་བའི་དབང་དུ་དཀྲི་རྒྱུའི་དབང་དུ་བྱས་ནས་བཞེངས་འདི་འདྲའི་གསུང་གི་ཡོད་པ་ཡིན་དུས། སྔགས་བླ་མེད་ཀྱི། སྔགས་བླ་མེད་ཟེར་ནས་མི་འདུག་སྔགས་ཀྱི་གཞུང་དེ་འདྲའི་ལུང་ཡིག་དྲངས་གནང་གི་ཡོད་རེད་ས་དེ་འདྲ་ཡིན་པ་ཡིན་དུས་གོ་འདྲ་བ་འདུག་ག་གཞན། དཔེར་ན་ཞིག། དཔེར་ན་སྐྱེས་བུ་ཆུང་ངུ་རང་མཚན་པའི་ལམ་འཁྲིད་ཡ་གཅིག་གལ་ཏེ་ཡིན་པ་ཡིན་ན། དེ་ནས་བཤད་པ་ན་ཅི་བཞེངས་འདི་འདྲའི་འཁྲིད་བཞིན་ད་མི་འདུག་ག། ལ་དྭགས་ནི་སྐྱེས་བུ་འབྲིང་གི་ལམ་རང་མཚན་པར་འཁྲིད་པ་བཞིན་པས་ཡིན། ཞེས་འདིར་འདི་ནས་བཤད་པ་ནི་སྤྱི་ཕན་ཆེན་པོ་ཡང་ཡང་མ་རེད། ཨ་མདོ་སྟེ་སྐྱེས་བུ་ཆུང་འབྲིང་གཉིས་པོ་དེ། སྐྱེས་བུ་ཆུང་འབྲིང་དང་ཐུན་མོང་བའི་ལམ་ཟེར་ནས་ཇག་གོ་ཡ་ཁོ་རེ། སྐྱེས་བུ་ཆུང་འབྲིང་རང་མཚན་པ་ལ་འཁྲིད་པ་མ་ཡིན་པར། སྐྱེས་བུ་ཆེན་པོའི་ལམ་གྱི་སྔོན་འགྲོ་ལ་ཞལ་ནས། རྩ་བ། འཁྲིད་ཡ་སྟེ་རྩ་བ་བསྟན་ཡ་སྟེ་སྐྱེས་བུ་ཆེན་པོ་བྱང་ཆུབ་སེམས་སྦྱོང་གི་ལམ་དེ་དག། དེ་ཡང་མདོ་རྐྱང་པའི་དབང་དུ་བྱས་པ་མ་ཡིན་པར་སྔགས་བླ་མེད་ཀྱི་ལམ་ལ་ཡང་ཁྲིད་ཡག་གི་དབང་དུ་བྱས་ནས་གསུང་གི་ཡོད་པ་ཡིན་དུས་གཞན་ཡིག་གདན་ཚུལ་དེ་སྔགས་དང་འབྲེལ་བའི་གཞན་ཡིག་གདན་ཚུལ་དེ་གསུང་བ་ཡིན་པ་རེད། དེ་ལ་ཟ། སྤྱིར་གསུང་རབ་དགོངས་འགྲེལ་དང་བཅས་པ་ནི་ཐེག་པ་སོ་སོའི་དབང་དུ་བྱས་པ་མང་པོ་ཅིག་གསུངས་ཀྱང། འདིར་སྐྱེས་བུ་གསུམ་གྱི་ལམ་ལ་རིམ་གྱིས་ཁྲིད་ནས་སངས་རྒྱས་ཀྱི་ལམ་ཐེག་པ་ཆེན་པོ། སྔགས་དང་བཅས་པའི་ཐེག་པ་ཆེན་པོའི་ལམ་ལ། ཁ་སོ་རུ་ཕུལ་གྱི་ཁྲིད་རྒྱུ་དང། བདག་ག་ནང་བཞིན་གྱི་དེ་དང་འབྲེལ་བའི་བླ་མ་བསྟེན་ལུགས་ཅིག་བཤད། དེ་དང་འབྲེལ་བའི་བླ་མའི་མཚན་ཉིད་ཚའང་ཇི་ལྟར་གོ་གི་ཡོད་རེད་འདི་གསུང་གི་ཡོད་གསུང་བ་རེད། ཁྲིད་པའི་དགེ་བའི་བཤེས་གཉེན་གྱིས་སྟོན་པ་ཡིན་ནོ། དེ་ནི། དེ་ནི་མདོ་སྡེ་རྒྱན་ལས། བཤེས་གཉེན་དུལ་བ་ཞེས་བ་ཉེར་བཞི་བ་ཡོན་བདག་ལྷག་པ་བརྩོན་བྱ་ལུང་གི་ཆུ་དེ་ཉིད་རོ་ཙོག་ལ་སྨྲ་མཁན་བསྟེན། བརྩེ་བའི་བདག་ཉིད་སྐྱོ་བ་སྤངས་ལ་བསྟེན་ཞེས་བཤེས་གཉེན་ཆོས་ཞུ་དང་ལྡན་པ་གཅིག་ལ་སློབ་མས་བསྟེན་དགོས་པར་གསུངས་སོ། ད་དེ་ཅིར་མི་བྱེད་གསུངས་ཏེ་ནུས་པ་ཆེན་པོ་ཞི་བ་ཅི་རེག་བྱ། དེ་ཡང་རང་མ་ཐུལ་བར་རང་མ་ཐུལ་བས་གཞན་འདུལ་བ་གནས་མེད་པར་གསུངས་པས། གཞན་འདུལ་བའི་བླ་མ་དེས་ཐོག་མར་རང་གི་རྒྱུད་བཏུལ་བ་ཅིག་དགོས་སོ། དངོས་གནས་རེད། ད་མིའི་སེམས་རྒྱུད་འདུལ་ཐབས་བྱེད་མཁན་གཅིག་གིས་ད། ཡིན་པ་ཡིན་དུས་རྩ་ནས་ལས་འགན་རུ་ཁོ་དེ་འདྲ་སྦྱིན་པ་ཡིན་དུས་རྩ་ནས་ངེད་ལ་མིའི་སེམས་རྒྱུད་འདུལ་སྟངས་ཅིག་མ་བཤད་གོང་ལ་ངེད་ལ་སོ་སོ་རང་ཉིད། སྟོང་གཅིག་དང་སེམས་དུལ་བ་རུ་གཅིག་དང། སེམས་འདུལ་ཐབས་ལ་ཡི་གཞི་ཡོད་དད་པ་མོས་པ་ཡོད་དད་པ་དེ་འདྲ་ཞིག་མེད་ན་ན་ཡང་ཡང་འཁོར་མི་འདུག་ག་ཨེ་ནས་གཟུགས་སོགས་མ་བྱས་ཤིང་གུང་ཁྲན་གྱིས་ཅི་སོགས་བྱེད་ཀྱི་ཡོད་རེད་གཟུགས་སེམས་ལ་ཡི་གཞི་སྐྱེ་མེད་ནས་ཨེ་ནས་ཁ་ནས་མ་ཅིག་བཤད་བྱས་ད་དེའི་སོགས་ལ་ཆགས་ན་ཆོས་ཁྱེར་མི་འདུག་ག་ཚེ་དེ་འདྲ་ཡིན་དུས། རང་མ་དུལ་བར་གཞན་དུལ་བའི་གནས་མེད་པས་གནས་མེད་པར་གསུངས་པས་གཞན་དུལ་བའི་བླ་མ་དེས་ཐོག་མར་རང་གི་རྒྱུད་བཏུལ་བ་ཅིག་དགོས་སོ། འོ་ན་བྱེད་རྩོལ་བཏུལ་བ་ཅིག་དགོས་སྙམ་ན། ད་རྒྱུད། རྒྱུད་བཏུལ་བ་ཅིག་དགོས་ཀྱི་ཡོད་ན་རྒྱུད་འདུལ་ལུགས་ག་འདྲ་རེད་ཟེར་ལབ་ན། འདི་ནན་པོ་ཞིབ་རེ་བྱ། གང་བྱུང་བྱུང་གི་སྒྲུབ་པ་བྱས་ནས། རྟོགས་པའི་ཡོན་ཏན་དུ་མིང་བཏགས་པ་ལས་རྒྱུད་ལ་ཡོད་པས་མི་ཕན་པས། རྒྱལ་བའི་བསྟན་པ་སྤྱི་དང་མཐུན་པའི་རྒྱུད་འདུལ་ལུགས་ཅིག་དགོས་ཏེ། བྱས་ནས། འོ་ད། ང་རང་ཚོ་རྣམས་ཀྱིས། མོ་ཐི་གུ་བྱུང་ན་བླ་མ་ཟག་བཞིན་པ་བརྩི་གི་རེད་པ་ད། ཅེས་ནི་ཞབས་བརྟན་རེ་བྱས། གཅིག་ཞབས་བརྟན་བོན་པོ་རུ་བྱོན་པ་ཡིན་ན་ནི་མི་བཟོད་ཧར་བཞིན་ལས་བྱང་སྟེ་བླ་མ་དེ་ཞི་བའི་སྟུ་ག་ཟེར་བཞིན་བཤད་བྱས་ནི་མི་མང་པོ་དེའི་རྩ་ལ་རྒྱུག་འགྲོ་ཡ་རོ། ནི་ཁམས་དེ་པ་ཡིན་ཞིང་དེ་འདྲའི་སྟུ་བ་བླ་མ་ལྟ་བར་གི་ཚད་མང་ཡོད་ནས་དེའི་ཚོད་ཀྱི་བླ་མ་དེ་བླ་མ་ཆད་རེད་ཟེར་ནི་དེ་འདྲའི་གི་དད་པ་ཆད་བྱེད་ཀྱི་ཡོད་པའི་སོ་བཞིན་རེད་བས།

ཨེ་འདུག་ཟེར་ཕྱིན་པ་ཡིན་ན་སེམས་འཕྲིན་རྒྱལ་པོར་བྱུང་ནས་བླ་མ་ཆེན་པོ་ཞུས་རེད་ཟེར་ཟེར་སྡད་འདུག་བ། ད་དེ་དེང་སང་བླ་མ་ཟེར་ཙ་ནས་བླ་མ་ཆེ་ཆུང་ཟེར་ཡ་དེ་གོ་ས་གོ་ས་དང་རྒྱུ་ཆེ་ལོས་དགའ་ནས་འགྲོ་གི་ཡོད་ཟེར་བ་ཞིག་འདུག་བ། དེ་གོ་ལོག་རེད། ཨེ་ང་རང་ཚོའི་མི་ནང་ལས་དངུལ་རུ་ཏོག་ཙམ་ཡོད་ན་རྒྱུ་ཤི་རུ་ཤ་བྱེད་གི་འདུག་བ། ད་དེ་ཡག་མ་ལོང་ཡག་རེད་བཤད། ཅེས་དགོན་པའི་ནང་གི་བླ་མ་རབ་འབྲིང་ཡིན་ནས་རེད་གྲྭ་པ་རབ་འབྲིང་ཡིན་ནས་རེད། ད་ལྟ་སྦྱིན་བདག་རུ་ཨོ་ཞེས་དངུལ་རུ་ཀ་རུ་གཏོང་རྒྱུ་ཡོད་ན་ཨེ་ནི་བོ་ཤོག་རུ་ཅེས་བཤད་དགོན་པའི་ནང་ལ་དབང་ཤུགས་རུ་ཅེས་བྱས་སྒྲིག་ལམ་ལས་ཤར་རང་ཁིས་མ་འོ་ངས་སོ་རུ་ཨེ་ནི་མཁན་པོ་རྩེ་ཡས་ཞུམ་ཞུམ་རུ་བྱེད་ཁ་བྱས་བྱས་ཨེ་གོ་ལོག་རེད་ད་ཟབ་གསོ་མ་བྱས་ན་བཅོམ་ལྡན་འདས་ཀྱི་བཀའ་བཀྱོན་ཟེར་ཡོང་ཟབ་གསོ་མ་བྱས་ན་དེའི་འོག་ལ་ཇེར་མི་བྱེད་ཡོད་རེད་རྒྱུས་ལུགས་ཆ་བྱས་ན་དེའི་འོག་ལ་ཇེར་མི་བྱེད་ད་བཀའ་བཀྱོན་ཤར་ནང་ལ་ཡོད་མི་མི་ཤེས་འདི་ཁེར་སྡུག་ཐམས་ཅད་མཁྱེན་པའི་བཀའ་བཀྱོན་གནང་གི་རེད་ད་ཟབ་གསོ་མ་བྱས་ན།